བླ་མའི་རྣལ་འབྱོར་བཞིན་ལ་བྱམས་པས་མྱོས། ཆོས་བདག་ཉམས་སུ་ལེན་པའི་ཚུལ། གོ་སླ་གནས་དུས་སུ་བཀོད་པ་ལ། འོག་ནས་འབྱུང་བའི་མི་སྣ་ས་འདས་ཀྱི། སྐྱབས་འགྲོ་སེམས་བསྐྱེད་ཚད་མེད་གཞུང་སྔོན་དུ་འགྲོ་བས་རང་ཉོན་གང་དུ་གནས་པའི་ས་ཕྱོགས་སྣོད་བཅུད་ཐ་མ་ཅན་རྣམ་པ་མ་ཡིན་པ་དག་པའི་ཞིང་གི་རྟེན་བརྟེན་པའི།

སྤྲུལ་ནས་བཤང་ཚར་བདག་གི་གཟུང་བའི་ལུས་ལོངས་ཤོག་དུས་གསུམ་གྱི་དགེ་བའི་ཚོགས་ཀྱིས་རྒྱུ་བྱས་པས་སྣང་སྲིད་ཐམས་ཅད་དག་པ་ཀུན་ཏུ་བཟང་པོ་བའི་ཡེ་ཤེས་རོལ་པར་ཤར་བའི་མཆོད་པ་འབུལ། ཚེ་རབས་ཐོག་མེད་ནས་ད་ལྟ་ཡན་ཆད་དུ་ཞི་ཞིང་བསགས་པའི་རང་བཞིན་གྱི་སྡིག་པ་དང་སོ་བྱང་སྔགས་སུན་འབྱིན་ཉེས་ལྟུང་གང་ཟག་པ་ཐམས་ཅད་ལ་རྣོ་འགྱོད་ཀྱི་ཕྱག་ཞིང་དང་ཆོས་ཀྱི་དབྱིངས་དང་མཉམ་པའི་བྱ་བ་ཐམས་ཅད་ཀྱི་ཡོན་ཏན་གཅིག་ཏུ་རྫོགས་པའི་གུ་རུ་རིན་པོ་ཆེའི་རྣམ་ཐར་ལས་དད་པའི་ཡིད་རངས་ཤིང་རང་གཞན་སེམས་ཅན་ཐམས་ཅད་དེ་བཞིན་བརྗོད་པར་སྨོན། ལྕོགས་རྡུལ་ལྕང་ལོའི་ཀུན་ལས་ཁྱད་པར་འཕགས་པའི་མགོན་པོ་ལ་རྟག་པར་དད་པའི་ཡུལ་དུ་བདུན་ཕྲག་མེད་པར་བཞུགས་པར་གསོལ་བ། བཟླས་པ་དང་དུས་སུ་ཀུན་ཏུ་འགོག་པ་མེད་པའི་གསུང་རྡོ་རྗེ་ཕྲིན་ལས་དངོས་བརྒྱུད་ནས་སྣང་བའི་ཟབ་རྒྱུའི་ཆོས་འཁོར་བསྐོར་བ་བསྐུལ་རང་གཞན་དུག་གསུམ་བསགས་པའི་རྒྱལ་བ་ཀུན་བསྡམས་ཏེ་སེམས་ཅན་བྱད་གསོལ་བར་འགྲོ་འདོད་འཕྲིན་ལས་རྒྱུན་མི་འཆད་པ་གུ་རུ་རིན་པོ་ཆེའི་རྣམ་ཐར་བཞིན་སྒྲུབ་ཅིང

ཕྱིར་གསང་སྔགས་ཀྱི་ལམ་བསྐྱེད་རྫོགས་ཁ་སྐོང་བྱ། སྔོན་འགྲོའི་ཉམས་ལེན་གཉིས་མེད་དུ་མི་རུང་ཞིང་སྔོན་འགྲོ་བའི་སྦྱངས་པ་གནད་དང་མ་སོང་ན་དངོས་གཞིའི་ཡོན་ཏན་རྒྱུད་ལ་མི་སྐྱེ་ཞེས་ཀྱང་མཐར་ཕྱིན་པ་མི་འོས་པས་དངོས་གཞི་བའི་སྔོན་འགྲོ་ལ་ནན་ཏན་བྱེད་དགོས་ཤིང་སྔོན་འགྲོ་བའི་ཉམས་ལེན་མཐར་ཕྱིན་ན་དངོས་གཞི་བའི་ཉམས་མྱོང་རྒྱུད་ལ་སྐྱེ་བ་ཚད་མེད་པས་སྔོན་འགྲོ་གནད་ཐོག་ཏུ་གཞོལ་དགོས་ལ་སྔོན་འགྲོ་བྱེད་པ་དེ་སར་འཕགས་རྒྱལ་གྱི་སྐྱབས་སེམས་བསགས་སྦྱངས་སྦྲགས་མའི་རྣལ་འབྱོར་དྲངས། འབུམ་ཕྲག་རྫོགས་ཙམ་ལ་ངོས་འཛིན་པ་མང་ཡང་དེ་མ་ཡིན། སྔོན་འགྲོ་བྱིས་པ་བརྒྱུད་ལས་རུང་དུ་ཞར་བྱུས་བློ་འདོན་བཞིའི་ངེས་འབྱུང་བྱེད་པ་གལ་ཆེ་བས་ཐོབ་པར་དཀའ་བས་མི་ཡི་ལུས་རྟེན་ཆོས་ཀྱི་མཐུན་རྐྱེན་གཙང་བ་བདུད་ལྟ་བུ་སྔ་ཡ་མ་རྙེད། ཕྱིས་ཀྱང་མི་རྙེད། ད་རེས་ནི་སྲིད་པའི་དཔལ་ཕུན་སུམ་ཚོགས་པར་བྱས་དབུལ་པོ་ལོང་བ་བྱས་གློ་བུར་དུ་འཁོར་ལོས་དབྱེ་བའི་རྒྱལ་སྲིད་རྙེད་པ་ལྟ་བུ་བདུད་ཐོབ་པ་ཉི་མ་རེ་རེའང

ཅན་ཕུན་སུམ་ཚོགས་པར་སྦྱོར་བ་རང་དབང་ཡོད་རང་ལ་ཡོད་དུས་བརྩོན་པ་གལ་ཆེ་གཉིས་པའི་བློ་བོར་འཇིག་རྟེན་བཤོལ་མ་བསྒྲུབས་པའི་ཚེ་འཇིག་རྟེན་གྱི་ཕུན་ཚོགས་གང་གིས་ཀྱང་བཤོལ་མི་ཐེབས། ཐབས་གང་ཞིག་ཀྱང་ལྡོག་ཏུ་མེད་རྒྱ་མཚོ་བླ་བརྒྱའི་དད་པ་ལྟར་ཅི་བྱ་གཏོལ་མེད་དུ་སོང་བ་ཚེ་རང་གི་བསགས་པའི་དགེ་སྡིག་གི་ལས་ཀྱི་རྒྱུས་སུ་གྲོང་བ་ལས་རང་དབང་མེད་སྐབས་དེར་དགེ་སྡིག་བླང་དོར་ཞེན་ལོག་མི་འཇུག་དད་པའི་ལུས་ཀྱིས་ངན་སོང་དུ་ལྟུང་ན་ཆོས་བཤད་པ་ལྟ་ཅི་ཆོས་ཀྱི་སྒྲ་ཙམ་ཐོས་དཀའ། རྒྱལ་བ་མ་གཞི་པའི་ཐོ་རེངས་ཐོ་རྡུལ་མེད་ཤོར་འཁོར་བའི་གནས་ཐོག་མའི་གང་དུ་ཅི་བྱང་སྡུག་བསྔལ་ཐར་སྡིག་པ་ལས་མ་འདས་རྒྱུ་སྡིག་པ་ཞིག་ཞི་ཞིང་འབྲས་བུ་སྡུག་བསྔལ་མི་མྱོང་བའི་ཐབས་མེད་པས་སྡུག་བསྔལ་གྱིས་གང་བའི་འཁོར་བ་ལས་ཐར་པའི་ཐབས་ཁོ་ན་ལ་བསམ་དགོས། འཁོར་བའི་རྒྱུ་འབྲས་ལ་དཔྱོད་ཤེས་གཏིང་ནས་ཅི་སྟེ་འདི་ནི། ཐར་པའི་མཐའ་གང་ཞིག་མཉམ་པར་ཞུ་ན་གློ་བུར་བཞུ་བའི་སྙིང་པོ་དེ་ཡིན། འཁོར་བའི་རྒྱ་མཚོར་རང་གཞན་ཐམས་ཅད་བྱིང་ཞིང་ལས་ཉོན་གྱི་གཞན་དབང་ཅན་ཡིན་པས་རང་འདོད་ཀྱིས་ཐར་མི་ནུས་པས་རང་ཉོར་འཁོར་བ་ལས་གྲོལ་ཞིང་གཞན་དོན་ལ་རྩེ་གཅིག་ཏུ་བསྒོམ་པས་སྐྱབས་ཁྱད་པར་ཅན་དཀོན་མཆོག་ལ་བཅངས་ནས་ཚོགས་དགུའི

ཞེས་དང། ཚོགས་གཉིས་ཚར་བཞིན་ཡོན་ཏན་རབ་རྫོགས་པ་སྲིད་ཀྱི་ཕྱོགས་བཅུར་སྤྲུལ་པ་ཟབ་མོའི་ཆ་འདི་དག་མ་འོངས་ད་ལྟ་ཐམས་ཅད་དུ་བསྟན་པའི་རྒྱལ་མཚན་ཕྱོགས་བཅུར་རབ་ཏུ་རྒྱུ་ཞེས་དང། སྨོན་ལམ་གང་དག་དེ་ཡི་དེར་ལྟོས་ཤིག་སོ་ཐར་པའི་རྒྱུན་ལྔ་ལས་ཀུན་འདུས་ཅན་ཞེས་གསུངས་པ་ལྟར་ལ་དེར་གསོལ་བ་ཇི་ལྟར་འདེབས་པ་ནི། འཇིག་རྟེན་གྱི་ནམ་མཁར་གུ་རུ་རིན་པོ་ཆེ་འཁོར་དང་བཅས་པ་མངོན་སུམ་ལྟ་བུར་གསལ་བར་བསྙེན་པ་དེ་ལ་གུས་པས་གསོལ་བ་གདབ་ཅིང་སྒོ་གསུམ་རྡོ་རྗེ་གསོལ་འདུག་སྒྲུབ་པར་འདོད་པ་ངེས་རྙེད་གཉིས་བཅས་རིམ་རང་བྱང་ཕྱོགས་བཅུ་དབུས་བཅས་ཡུལ་ཐམས་ཅད་མཁའ་ལས་ལ་བྱ་བརྟག་གུ་རུ་རིན་པོ་ཆེ་ལ་ཐིམ་དེ་རང་ལ་མཐུན་པར་བགྲོད་པ། བླ་མར་རང་སེམས་དབྱེར་མེད་གཞི་ལམ་འབྲས་བུའི་དགོངས་པ་རོ་གཅིག་གི་དོན་དངོས་དོན་རྟོགས་པ་སྒྲིབ་པ་ཆེན་པོ་གཉིས་རྫོགས་རིམ་སྟེ་དེ་ལྟ་བུའི་ཉམས་ལེན་དང་མ་བྲལ་བར་གང་གིས་གསོལ་བ་འདེབས་ན་བཀའ་རྗེ་ཡོངས་འདུའི་ལི་སྤྱི་མཆོད་རྒྱལ་པོ་ཚིག་དོན་བསམ་གཏན་ཡོད་སྨོན་ལམ་འོག་གི་དངོས་གསོལ་ཞག་སྟོད་རྒྱུ་ཞག་བདུན་ཉིན་གྱི་གསོལ་འདེབས་བསྙེན་པ་བྱ།

ང་སྒྲོལ་སངས་རྒྱས་ཐམས་ཅད་སྒྲོལ་ང་མཐོང་སངས་རྒྱས་ཐམས་ཅད་མཐོང་ང་ནི་བདེ་གཤེགས་བསྡུ་བ་ཡི་ཞེས་གསུངས་པ་ལྟར་བླ་མ་གཅིག་བསྒྲུབས་པས་སངས་རྒྱས་ཐམས་ཅད་འགྲུབ་ཅིང་ལས་ཐམས་ཅད་ཐོགས་མེད་དུ་བྱེད་ནུས་ལ། བཀའ་བསྡུ་བའི་སྒྲུབ་གཞིའི་གནད་ཀྱི་གཙོ་བོ་ཡང་བསྐྱེད་རིམ་ཞེས་གསལ་སྣང་འོད་ཟེར་སྤྲོ་བསྡུ་རྫོགས་རིམ་གྱི་འབར་འཛག་དང་རླུང་སེམས་བཅོམ་པ་སོགས་དབང་པོ་མི་མཐུན་པའི་རྩོལ་བ་གང་ཡང་མི་དགོས་ཡིད་ཆེས་ཀྱིས་མི་དགོས་འཕོ་འགྱུར་མེད་པའི་བློ་དེ་ལིང་གའི་བཅུད་ནས་གསོ་བ་གཅེས་རྩེ་གཅིག་ཏུ་བསྡད་པ་ཁོ་ན་ཡིན་པ་ནི་གསང་འདུས་སྒྲུབ་པའི་གནད་ཐེམས་ལས། བཅུ་དུས་ལས་གཉིས་བླ་གསོལ་པ་ཞེ་གསུམ་མཚན་དུ་ཕྱི་མ་གསོལ་གཉིས་ཀ་མཐར་ཐུག་ཐམས་ཅད་ཀྱི་བཅུ་དུས་ལས་ཐུགས་ཆེ་བྱས་པས་བདག་ལ་རེ་ས་གཞན་ན་མེད་དབུ་རྒྱན་ཆེན་ནོ་སྙོམས་པ་ཡི་བློ་ཡིས་ཡང་ཡང་བརྟན་པར་བྱ་ཞེས་གསུངས་པ་འདི་ཉིད་ཡིན་གཤིས། སྐུ་མཁྱེན་མི་ཕམ་རིན་པོ་ཆེ་ཡི་ཞལ་ཁྲིད་ལས་ཀྱང་གསུངས། དེར་མ་ཟད་མདོ་སྔགས་ཐམས་ཅད་ཀྱི་སྙིང་པོ་དངོས་དངོས་རྗེས་གསུམ་གང་གི་སྐབས་སུ་ཡང་བླ་མའི་རྣལ་འབྱོར་སྦ་བཞེད་བགྱིས་པ་གསར་རྙིང་སྐྱེ་སྒྲུབ་ཐམས་ཅད་ཀྱི་ཡང་ཡང་གསུངས་བླ་མའི་རྣལ་འབྱོར་ཉོས་ཉམས་སུ་ལེན་ནུས་ན་གལ་སྲིད་བོགས་འདོན་ཐམས་ཅད་དེར་འདུ། ལམ་གཞན་ལ་མ་ལྟོས་པར་བསྡུ་ཉོ་ཁོ་ནའི་མཆོག་ཐུན་མོང་གི་དངོས་གྲུབ་ཐམས་ཅད་སྒྲུབ་པར་ནུས་པ་སོགས་སྔགས་པ་དང་ཕན་ཚན་མེད་པའི་ཉམས་ལེན་གྱི་མཐུ་འདི་ལ་བློ་གཏད་བྱ་དགོས་ཤིང་བླ་མའི་རྣལ་འབྱོར་དེ་ལ་དབང་དུ་མ་ཡང་དག་ཞིག་མཆིས་ཀྱང་སྐབས་སུ་བབ་པ་འདི་ནི་མི་ཕམ་འཇམ་དཔལ་བརྒྱུད་པའི་རྡོ་རྗེ་མྱུར་བོད་ཁམས་བཀྲ་ཤིས་འགྱུར་བའི་གནས་མཆོག་རོ་མའི་དཀར་མོ་སྟག་ཚང་གི་དབེན་པ་ལ་བཞུགས་པའི་སྐབས།

བཞུགས་ཤིང། ཐམས་ཅད་མཁྱེན་བརྩེ་མི་ཕམ་རིན་པོ་ཆེ་དབུས་གསུང་སྡེ་རྡོ་རྗེའི་ཚིག་རྐང། གདོད་མའི་རྣམ་བཤད་པད་མ་སྐམ་པོ་བཞི་རིམ་པ་གཉིས་རྫོགས་པ་ཆེན་པོ་དང་བཅས་པའི་དོན་ཟབ་རྗེས་སུ་བསྟན་པའི་མཚོན་རྡོ་རྗེའི་རྒྱུད་ཀྱི་གསང་བ་དང་གཉིས་སུ་མེད་པའི་གཞན་ལྷ་རྗེ་ཚན་བཀའ་ཆེས་ཆེ་བའི་ཟབ་དོན་གྱི་སྙིང་པོ་ཉིད་ཡིན་ལ་དེ་དག་ཚང་བ་ཉམས་སུ་མ་ལོན་ཀྱང་རྩ་བ་དུ་ཁོ་ནས་ཀྱང་དོན་ཐམས་ཅད་འགྲུབ་པར་ངེས་ཤིང། ཞར་བྱུང་འདི་སྒྲུབ་བྱང་ཞུ་རྡོ་རྗེ་ཚིག་དོན་མི་གསོ་བ་དྲག་ཏུ་གདབ་པའི་བདུད་རྩིའི་ལྷ་ཚོགས་རྣམས་ཀྱིས་སྐུ་ལས་བདུད་རྩི་རང་གི་སྒོ་གསུམ་གྱི་ནད་གདོན་སྡེ་སྒྲུབ་སྡུག་བསྔལ་ཐམས་ཅད་རྣག་ཁྲག་སོ་ལྕགས་དུག་ཁུ་མི་གཙང་བ་སོགས་ཀྱི་རྣམ་པར་ཐོན་མཐར་ར་ལུས་ཀྱི་ལན་ཚྭ་ཕྱིར་བཞུ་བ་དང་གཞང་དབུས་ཁུ་བའི་འོག་འོག་ཆུ་བདག་གི་བཙུའི་གདོན་དང་ལན་ཆགས་བདག་པོ་རྣམས་ཀྱི་ཁར་སོང་བས་དེ་དག་ཚིམ་ཞིང་བུ་ལོན་དང་གནོད་པ་ཐམས་ཅད་བྱང་ཞིང་སྟོང་ཉུལ་དུ་ཡལ། སླར་ཡང་རང་ལུས་རྡོར་སེམས། ཅེས་ལྷ་སྐུ་འོད་ཅན་རྣམ་པར་བསྒོམས་པའི་སྙིང་པདྨ་ཟླ་བརྒྱད་ཀྱི་དབུས་སུ་གདུལ་བྱའི་བླ་མ་མྱོས་བྱོན་ནས་མི་ཤེས་པའི་ཐིག་ལེ་རོ་མྱང་དང་མཉམ་དུ་བདེ་ཆེན་ཡེ་ཤེས་ཀྱི་ངང་ལ་མཉམ་པར་བཞག་པ་དང་བཅས་ཡི་གེ་བརྒྱ་པ་འབུམ་ཕྲག་སོགས་ཅི་ནུས་བཟླས་པ་དང་སྐུ་གསུང་ཞིང་ཁམས་འབུལ་བའི་དམིགས་པ་དང་བཅས་ཨོམ་ཨ་ཧུང་མཆོད་ཡོན་མཉམ་མྱོང་ཆོས་སྐུ་ཞིང་ཁམས་སུ་རང་སྣང་མ་འགགས་ལོངས་སྐུ་རིགས་ལྔའི་ཞིང་ཁ་ཆར་སྤྲུལ་སྐུ་ཞིང་གི་བཀོད་པ་རྣམས་སྐུ་བཟང་བདེ་ཆེན་མཆོད་པའི་དྲུང་དུ་འབུལ། ཨོམ་རེ་ན་མན་ཏྲ་ལ་པུན་ཛ་མི་དགའ་ས་མུ་ཏྲ་ས་པ་རེ་ན་ས་མ་ཡ་ཨ་ཧུམ། ཞེས་དང་སྤྲོ་ན་ཚོམ་བུ་སོ་སྡོད་མ་དང་བཅས་མན་ཏྲ་འབུམ་ཕྲག་མང་པོ་སོགས་གྲངས་བསགས། འདི་ལ་བརྟེན་ནས་འབུམ་ལྔ་ཚང་བར་བྱས་ན་ང་སྟོད་སོག་མདའི་ཚིག་དུ་མ་འདོན་བཞིན་པའི་དངོས་སུ་ལུས་བཤང་ཚར་ཏེ་ཁྲག་འབུམ་ཕྲག་བསགས་པའི་སྔོན་འགྲོ་བསགས། བྱང་ཐམས་ཅད་ཀྱང་བླ་མའི་རྣལ་འབྱོར་གྱིས་བཅིངས་ལ་བརྟེན་པས་མི་རུང་བ་མེད་ལ་སྐྱབས་སེམས་ཀྱི་རྩ་བ་ཡིད་ཆེས་ཀྱི་ཐེག་པ་དང་དགེ་རྩ་བསགས་སྦྱངས་མཐའ་དག་རང་དོན་ཁོ་ནའི་བློ་ངན་སྤངས་ཏེ་ཁ་ཆག་སེམས་བསྐྱེད་ཀྱི་དོན་དུ་མོས་པས་ཞེན་པའི་སྙིང་རྗེ་བློ་ཡི་ཐོག་མའི་ཀུན་སློང་དང་སྦྱོར་བསྔོ་བ་གྱིས་བཤིག་པས་སྐྱབས་སེམས་ཀྱི་ངག་འདོན་ལོགས་སུ་བགྲང་མ་བསགས་ཀྱང་རུང་བར་སེམས་ཤིང་ངག་འདོན་མང་པོ་མི་སྤྱོད་པ་དང་སྦྱིན་གྱི་ཉམས་ལེན་ལྟ་བུར་གང་ལྟར་བཞག་བས་སྔོན་འགྲོ་ས་ནས་ཀྱང་ཚང་བ་དགོངས་ཀྱིས་བཅོལ་དུ་བསྒྱུར་ཚུལ་ཞི་རྒོལ་གྱིས་གཞན་དོན་བདུད་ལ་བརྟེན་ནས་ཚིག་དོན་འབུམ་ཕྲག་ཉུང་མཐའ་ཞིག་པར་བསགས་པའི་བྱིན་རླབས་ཀྱི་སྒོ་ཕྱེས་ཏེ་ཐུན་མོང་ཕྱི་ནང་གི་སྔོན་འགྲོ་རྣམས་སོ་སོར་ཉམས་ལེན་གཞུང་ལྟར་དུ་དམ་པ་ཀུན་མཁྱེན་བླ་མ་རིན་པོ་ཆེ་མི་ཕམ་ཞབས་ཀྱི་ཕྱག་བཞེས་ལྟར་བྱ་བ་གལ་ཆེ་ཞིང། གང་ལྟར་ཡང་གསང་བདེ་དངོས་གཞུང་བའི་སྡིག་པ་འཁྲུད་པའི་རྗེས་ཡར་མར་གྱི་ཐིག་སྐྱོལ་སོགས་ཀྱི་སྐབས་ཚོགས་མཆོད་ཀྱང་བཞར། ཚོགས་འབུལ་མི་དགོས་ན་དབར་ལེན་གྱི་དམིགས་པ་བླ་རྣལ་འབྱོར་ལྟར། སློབ་མ་རང་སེམས་དབྱེར་མེད་དུ་སྒྲིབ་པའི་ཆོས་ཉིད་ཀྱི་རང་ངོ་བཅངས་པའི་མཚན་མཚོན་བརྗོད་པ་ཐམས་ཅད་དང་བྲལ་བའི་གཉུག་མ་རྡོ་རྗེ་སེམས་ཉིད་ཉིད་དོན་གྱི་བླ་མའི་རང་ཤར་གྱི་སྙིང་ལྕགས་ཀྱི་ངང་བསྐྱངས་བླ་མ་ལ་གདུང་བ་སྐྱེས་དྲགས་པས་ཁ་འདུད་པའམ་སེམས་ཞེན་དུག་དང་སྐྱོ་བ་སྐྱོ་བ་ཞུགས་ན་ཁ་ནས་ཧ་སྒྲ་དྲག་པོ་བརྗོད་དེ་ནང་གི་རིག་པ་ཤི་བའི་དབྱིངས་སུ་བསྒྲིལ་ཏེ་མཉམ་པར་བཞག་པས་གསལ་བ་དང་ཧ་ཅང་དགོད་པ་ཞུགས་ན་ཏག་ཏག་སྣ་རྩེར་གཏོད་ཀྱི་བླ་མའི་བསྐུལ་བའི་ས་ན་ཡང་ཡང་བསྐྱེད་པ་སོགས་ནང་གི་མྱོང་བ་དང་བསྟུན་པའི་ཐབས་བསྟན་ཞིང་གཤེར་གསལ་བ་བཟླ་བྱའི་ཡུལ་བླ་མ་མདུན་དུ་བསྒོམ་པ་དང་དེ་མོའི་གདུང་ཤུགས་བསྐྱེད་པ་པོ་སྐྱེས་རང་སེམས་ཀྱི་རོལ་པ་ལས་བཟང་ངན་གཉིས་སུ་མ་དམིགས་རང་གི་སེམས་ནི་སྐྱེ་འགག་གཉིས་གསུམ་དང་བྲལ་བའི་རང་ངོ་བ་པའི་གཏིབས་པའི་རིག་སྟོང་ཞེན་འཛིན་དང་བྲལ་བའི་ཆུ་སྙོད་རྗེན་ནེ་བ་འདི་ཀ་གཉིས་པ་དོན་གྱི་གུ་རུ་རིན་པོ་ཆེ་སྟེ་རྫོགས་ཆེན་ཡེ་ཤེས་ཀྱི་ཏིང་འཛུགས་ཀྱི་རྒྱུད་ལས། སངས་རྒྱས་ཀུན་གྱི་ས་བོན་ནི་སེམས་མའི་རིགས་ཀྱི་ཀུན་ཏུ་ཕྲག་བཞི་དང། རིག་པ་རང་ཤར་གྱི་རྒྱུད་ལས། རིག་པ་སྟོང་མའི་ཆོས་སྐུ་ངོ། ཡོན་རིག་པ་མ་འགགས་གསལ་བ་ལོངས་སྐུ་ཡོན་རིག་པ་ཅི་ཡང་འཆར་བ་སྤྲུལ་སྐུ་ཡོན་ཞེས་པའི་དོན་སྙིང་པོ་སྦས་མཛད་གུ་རུ་སྔགས་དོན་གྱིས་མཚོན་པ་སྟེ། ཨོམ་ངོ་བོ་སྟོང་ཉིད་ཨ་རང་བྱུང་འོད་གསལ་ཧཱུྃ་ཐུགས་རྗེ་ཀུན་ཁྱབ་སྟེ་སྐུ་གསུམ་དེ་དག་ལྡོག་པའི་དབྱེ་བ་ལས་དོན་ལ་ཆོས་ཉིད། ཅེས་ཆོས་ཉིད། གཅིག་བསྡུས་པ་བན་བཟའ་ཟླ་དང་བླ་མ་བདུན་ནི་ངོ་བོ་དབྱེར་མེད་ཀྱི་གཤིས་ལུགས་དེ་འཁོར་འདས་གང་གིས་ཀྱང་ཟིལ་གྱིས་མ་ནོན་པར་གཏིང་དུ་ཕབ་པའོ། དངོས་འཛིན་གྱི་ཆུ་ལས་བསྡུས་པའི་གུ་རུ་སྟེ་ཐར་པའི་ཐབས་ཀྱི་བྱ་རྩོལ་ལ་མ་ལྟོས་པར་འཁྲུལ་སྣང་ཡེ་དག་འབྲས་བུ་ལྷུན་གྲུབ་ཏུ་འཇུག་པའི་པདྨ་སྟེ་རང་རྒྱུད་ལྷུན་གྲུབ་ཀྱི་དབྱིངས་སུ་རང་རིག་ཡེ་ཤེས་མངོན་དུ་གྱུར་པར་ཙམ་ལས་གསར་དུ་བསྒྲུབ་མི་དགོས་པ་ནི་སིདྡྷིའི་རང་རྒྱུད་ཡེ་ཤེས་ཀྱི་ལྷ་གཞི་ལམ་འབྲས་གསུམ་དུ་བཟློག་པའི་གཤེགས་བ་ངོ་བོ་མཐའ་རྟེན་མེད་པ་མྱོས་སོ་སོ་རང་རིག་པའི་སྔོན་དུ་བྱས་པ་ཧཱུྃ། ཞེས་ཟབ་མོ་ཐུགས་སྲོག་རྡོ་རྗེ་གསང་སྔགས་ཀྱི་མཚོན་པ་སེམས་དོན་མཐར་ཐུག་ཡིན་ཞིང་སྔར་མུ་འགོད་ཀྱི་གསོལ་བ་ཡང་ཡང་བཏབ་པས་ཀུན་རྫོབ་མཚན་བཅས་ཀྱི། བླ་མའི་རྣལ་འབྱོར་ཇི་བཞིན་བླ་མཆོད་དོན་དམ་རང་རིག་ནང་ནས་བླ་མ་གདོད་ནས་བཞུགས་པའི་ཞལ་མངོན་སུམ་དུ་མཐོང་སྟེ། དེ་ཉིད་ཟུང་འཇུག་གི་ཚུལ་དུ་ཉམས་སུ་བླང་བའི་ཕྱིར་གྲོགས་གཅིག་གིས་གཞི་ནས་དངོས་གྲུབ་མཆོག་གི་གོ་འཕང་ལ་གཞོལ་བར་འགྱུར་ཞིང། དེར་མ་ཟད་ཐུན་མཚམས་རྣམས་སུ་ཡང་སྣང་བ་ཐམས་ཅད་བླ་མའི་རྣ་རོལ་དུ་མུན་བཞིན་དག་སྣང་དང་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ་རྩལ་སྦྱངས་པར་བྱ་སྟེ།

ཞེས་གསུངས་པ་ལྟར་སྦས་པའི་དུས་ཀྱི་བསྙེན་པ་དབང་དུ་བྱས་ན་མོས་གུས་རྩེ་གཅིག་པའི་སེམས་བཞིན་དུ་མ་ཡེངས་པར་གསོལ་བ་རྒྱུན་ཆགས་སུ་འདེབས་པ་ནི་བསྙེན་པ་དེ་ལས་སྣང་ཞིང་ཞི་ལྷག་ཆེས་ཚད་མར་ཉེ་བར་གྱུར་བ་ཉིད་ཉིད་དངོས་བཞིན་སྨོན་ལམ་དུ་དངོས་གྲུབ་ཀྱི་རྟགས་ངེས་པར་མཐོང་ནས་སངས་རྒྱས་ལ་འབད་པར་འདོད་པ། རང་གི་སྒོ་གསུམ་བྱིན་གྱིས་བརླབས་ནས་བླ་མ་དང་རང་སེམས་དབྱེར་མེད་ཀྱི་དོན་རྟོགས་པ་སྒྲུབ་པ་ཆེན་པོ་ཡིན་པར་གསུངས་ཤིང་དེ་ལྟར་ཉམས་སུ་བླང་བའི་ཕན་ཡོན་ཀྱང་བླ་མ་སྒྲུབ་པའི་གནས་ལས་སྤྲེལ་ལོ་སྤྲེལ་ཟླའི་ཚེས་བཅུ་ཉིན་ཤར་ལ་དབུ་རྒྱན་བཏང་ཉིན་བོད་ཡུལ་ཐམས་ཅད་དུ་ངེས་པར་བྱོན་པ་ང་ཡི་ཐ་ཚིག་ཡིན་ཟླ་རེའི་ཚེས་བཅུའི་ཞུགས་ངོ་ཅོག་ལ་ཡང་སྤྲུལ་པའི་བོད་ཁམས་ཆགས་པར་མི་འབྱུང་རེད་དམ་ཚིག་ཡིན་ཕོ།

བཞུགས་པ་བདེ་མོའི་ཆེད་ཐུགས་རྗེ་རྒྱུན་ཆད་མེད་པའི་ཞོར་སྲུ་མོའི་རྩ་ན་མངའ་མྱོས་དུ་ཞིག་དང། འདི་ལྟར་ང་ཡི་ཚིག་བཅོས་ལ་བརྩོན་ཞིང་གསོལ་བ་འདེབས་པ་དེ་འཁོར་མཐར་གཏུགས་ན་ངེས་ཤེས་ཀྱི་བློ་གཉེར་དྲང་སྲོང་ང་ལ་ལྟོས། ཞེས་སོགས་གསུངས་པ་ལྟར་མོས་གུས་བརྟན་ཅིང་མེད་པར་ཉམས་སུ་བླང་བའི་ཆོས་དང་ཐུན་མོང་གི་དངོས་གྲུབ་ལ་རང་དབང་འབྱོར་བ་ནི་ཉིད་པའི་ཞར་ལ་ཁྱེར་བདེ་སྦས་པའི་དོན་ཡོད་ཅེས་ལས་འདི་ཙམ་ཞིག་ཆོས་ལྡན་གྱི་མི་ལུས་ཐོབ་པའི་རྟེན་ལ་སྙིང་པོ་སྙིང་པོ་སློང་བའི་ཕྱིར་ཁ་ཕྱེ་བར་གདམས་པའོ།